དེང་སང་སྤྱི་ཚོགས་དྲ་ལམ་བརྒྱུད་ཡོད་ཅེས་ད་དེང་སང་གར་བཟོས་བ་རེད། དེ་རབས་ཉིན་རྩ་ཞིག་བྱེད་འདི་འདྲའི་གང་ལོག་ལ། ད་ཅིག་གི་ཁ་པག་གི་དུས་ཚོད་བྱེད་འདུག་ཨ་འདི་ཚོ་ལྟ་བའི་བརྒྱུད་རིམ་གྱི་ཐོག་ནས་རྣམ་པ་ཚོ་མཉམ་འདུག་ཚིག་ཁ་ཤས་ཅིག་བཤད་ནའང་བསམ་ས་ལོག་ཅིག་དྲན་སོང། ཐོག་མ་འདི་ལ་ལྷན་རྒྱས་ཚང་མ་ལོག་ལ་དུས་གསུམ་བདེ་ལེགས། ང་དང་ངའི་ནང་མི་ཆ་ཚང་བདེ་པོ་དང་པོ་ཡིན།

བོད་པ་ཡོད་ས་ཚང་མ་ལོག་ལ་སྒུག་དོན་གྱིས། མཛད་སྒོ་འདི་དང་འདྲ་བར་བྱས། ཚང་མ་ལོག་གི་སྒུག་དོན་གསུང་ཅི་ཞུས་ཅི་ཕེད་བསྡད་དགོས་རེད། སོང་ཙང་ད་རིང་ཐད་ཀར་རྒྱལ་སྲིད་འདི་བརྒྱུད་བྱས། སྤོ་བ་ཐོང་པོ་ཐོག་ནས་བོད་པ་ཅི་ཡིན་པའི་ཆ་ནས། སྒུག་དོན་གྱིས་དོན་དངོས་པོ།

ཁྱོད་རང་ནག་ཚང་མ་ཡོང་བ་གིས་སྨོན་ལམ་དང་སྨོན་འདུན་གྲངས་མེད་ཞུ་གི་ཡོད་ཅེས་ནས་འདི་དེ་ཞུ་ཡ་ཡིན། ད་ང་རང་ཚོ་གི་རེ་བ། དུས་ཚོད་འགྱུར་བ་འགྲོ་དང་མ་འགྲོ། ང་རང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་ལས་རྒྱུ་འབྲས་ཚེ་འདི་ཚེ་གཉིས། ཨ་ནི་ནང་པའི་ཆོས་ལ་དད་པ་བྱེད་མཁན་ནང་པའི་ཆོས་ཀྱི་རྗེས་འབྲངས་པ་ཡིན་པ་ཅིག།

བུད་མེད་ཅིག་ཡིན་པའི་ཆ་ནས། ནམ་ཞར་དུས་རྒྱུན་དུ་ནི་སྐྱབས་མགོན་རབ་མཛེས་ཚེ་འདི་ཕྱི་གཉིས་ཀྱི་བླ་མ། སྐྱབས་མགོན་རབ་མཛེས་ཚེ་ཆེད་དུ་ལ་གསོའི་བློས་བཏང་བྱེད་ཀྱི། ད་མ་གོ་ཡོད་ད་བོད་པ་གིས་བཤད་ན་བོད་པ་སེང་གེ་འདི་དཔལ། ཁ་བདེ་པོ། མགོ་བདེ་པོ། བཤད་མཁས་པ།

རགས་པ་རེད་བ་སྣང་བ་རེད་བ་གང་མི་མི་ཚོགས་ཚོགས་པ་གི་འདུག་ད་ང་ཚོ་དངངས་སྐྲག་སྐྱེ་ཡ་དང་གཞལ་ཡ་གི་ཨ་ནི་གནས་ཚུལ་འདི་ངེད་ཅག་རྡ་རམ་ས་ལ་ལ་རྒྱ་མི་གི་གསོ་པ་ཨ་ནི་ད་ཡུ་རིང་པོ་ཅིག་རྒྱ་གར་གི་ཆོག་ཆེན་མེད་པའི་ཐོག་ནས་ཨ་རྡ་རམ་ས་ལ་ལ་བསྡད་ཤག་བྱས་བྱས་ད་ང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་གང་ད་རྒྱ་གར་གི་གསར་ཁང་ནང་ལོ་ལ་འདི་ཚ་པོ་ཞུ་ཅི་འགྲོ་འདི་གོ་ར་དེ་འདྲའི་སྐབས་ནང་ལོ་ལ། བརྒྱ་ཆ་བོད་མི་དམངས། བརྒྱ་ཆ་དགུ་བཅུ་གོ་བདུན་གོ་བརྒྱད། སེམས་ཁྲལ་བྱེད་མི་འདུག་ཨ། སེམས་ཁྲལ་བྱེད་མི་འདུག་ཨ། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་བརྒྱ་ཆ་དགུ་བཅུ་གོ་བདུན་གོ་བརྒྱད་ཀྱི་སེམས་པ་ནང་ལོགས་ལ། སྐྱབས་མགོན་རིན་པོ་ཆེ་ལས་གལ་ཆེ་བ་དེ། ད་རིང་གི་འོས་བསྡུ། སྲིད་སྤྱི་གཉིས་ཀྱི་འོས་བསྡུ་ཉིས་སྟོང་ཉིས་བརྒྱ་དྲུག། དེའི་ནང་ནས། ལས་ཐོག་གི་སྲིད་སྐྱོང་སྤེན་པ་ཚེ་རིང་སྐྱབས་མགོན་རིན་པོ་ཆེ་ལས།

དེ་འདྲའི་གཉིས་ནང་རུང་ལ། རོ། ད་རེས་ད་གཅིག་གི་རྒྱ་གར་གཞུང་ལ། ངོ་ནས་དྲངས་ནས་ང་ཚོའི་སྤྱི་ཚོགས་དྲ་ལམ་བརྒྱུད་ནས། ཨ་ནི་རྒྱ་གར་གཞུང་གི། སོ་པ་ལས་ཁུངས་དང་རྒྱ་གར་གཞུང་གི། ཨ་ནི་དམག་མི། སྒོ་སྲུང་བ་དེ་འདྲ་རེད་བ། དེ་ཚོ་ལ་ཡ། ངོ་ནས་དྲངས་ནས་རྣམ་པ་ཚོ་གི་ད་རིང། གང་མགྱོགས་མགྱོགས་ཀྱིས་གང་མྱུར་མྱུར་གྱིས། ཨ་ནེ་དེས་ལག་ལེན་གྱིས་ཁྱེད་ཀྱི་རྒྱ་མི་གསོ་བ་ཟིན་པ་འདི་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ། ད་དུང་ཡིན་ན་མུས་མཐུད་ནས་སྐྱབས་མགོན་རིན་པོ་ཆེ་སྐུ་གཟུགས་དང་འབྲེལ་ཆེ། གནས་ཚུལ་འདི་འདྲའི་གྲས་ལ་ལྷོད་ཡང་མ་བཏང་རོགས་ཆེ་ཆེ་ཆེ་ཞུ་ཡ་ཕག་ཞྭ་ནི། ཉིས་སྟོང་ཉིས་རྩ་དྲུག་གི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ནང་ལོ་ལ། སྤེན་པ་ཚེ་རིང་རྒྱ་གར་ཐོབ་ཤག་སྤྱི་སྤྱི་གཉིས་གཉིས་ཕམ་ཤག། འདི་རྐྱང་རྐྱང་རེད་དོ།

དེ་འབྲེལ་གྱི་ད་ལྟ་སྤྱི་ཚོགས་དང་རྒྱ་གར་གྱི་གསར་ཁང་འདི་ཚོ་ཚང་མ་བློ་ལ་བཏབ་སྟེ་ཞི་བ་ཅིག་འགྲོ་བསྡད་ཀྱི་འདུག་ཕྱོགས་གཞན་པ་གཅིག་ནི་སྐྱབས་མགོན་རིན་པོ་ཆེ་ལ Grammy Award བྱས་བྱས་ཁག་དེ་ཨ་ནི་རག་ཡོང་དུས་རྒྱ་ནག་གི་ག་ཚད་ཅིག་དགག་པ་རྒྱབ་ཡོད་རེད Grammy Award ལ་ངེས་དེ་སྐྱབས་མགོན་རིན་པོ་ཆེ་སྤྲད་ཡ་ལ་རྒྱ་ནག་གཞུང་ནང་ནས་ག་གམ་ཅིག་དགག་པ་རྒྱག་ཡོད་རེད། ང་ཚོའི་སྤྱི་ཚོགས་ཀྱི་དེ་ལ་ཡང་དགའ་སྤྲོ། དགའ་སྣང་སྐྱེས་ཅེས་རེ་བ། དངོས་གནས་དྲང་གནས་བྱས་ན་ད་རིང་སྐྱབས་མགོན་རིན་པོ་ཆེ་ལགས་དངོས་གནས་དྲང་གནས་བྱ་དགའ་ཆེན་པོ་འདི་འདྲས་ཅིག་ཨ་ནི་རག་རེད་དེའི་གང་ལོག་ལ་ཨ་ནི་དགའ་སྤྲོ་བྱེད་ཅེས་ཅིག་དགོས་རེ་བ། Grammy གི་བྱ་དགའ་གནང་མཁན་གྱི་ཚོགས་པ་འདི་ཚོ་ལ་ཡང་ཐུགས་རྗེ་ཆེ་ཞུ་ཡག་དང། ཨ་ནི་ལྷག་པར་དུ་ང་ཚོ་གི།

དེའི་དངོས་ནི་མ་འོངས་པ་ད་འདོད་ཡིན་ན། ད་ལྟར་བར་དུ་ན་ལོ་འདིའི་གང་ལོ་ལ་གོམ་པ་སྤོས་མ་ཐུབ་བས་ན་མ་འོངས་པ་འདི་འདྲའི་གང་ལོ་ལ་དངོས་གནས་དྲང་གནས་ངེས་པར་དུ་དོ་སྣང་བྱེད་ཅིག་གོམ་པ་གང་ལས་མང་ང་སྤོས་དགོས་ཀྱི་འདུག་དོ་སྣང་གང་ལས་མང་ང་སྤྲད་དགོས་ཀྱི་འདུག་ད་བར་ན་ཤེས་ཆེ་རྒྱ་གར་གཞུང་ལ། རྒྱ་གར་གཞུང་གིས། བདེ་སྲུང་ལས་ཁུངས་དང་རྒྱ་གར་གཞུང་གིས།

དེ་འདྲའི་རེ་བ་ང་ཚོ་གི་ལྟ་བ་ལངས་རྒྱུ་དེ་འདྲས་བྱེད་རེ་བ། དེ་ད་གཅིག་བྱས་གཉིས་པ་དེའི་ནང་ལོགས་ལ། སྲིད་སྤྱི་གཉིས་ཀྱི་འོས་བསྡུ་གི་རྒྱུ་འབྲས་ག་རེ་ལེན་ནམ་མ་ལེན་ནའི་ངས་སྔན་མ་ནས་ཞུ་གི་ཡོད་བ། རང་ཉིད་སོ་སོ་གིས་འོ་ནས་དྲག་ནས་དོ་སྣང་གྱིས་སྤྲད་རྗེས་རང་ཉིད་སོ་སོ་གིས་ཀླད་པ་དེ་བེད་སྤྱོད་བཏང་རྗེས་རང་ཉིད་སོ་སོ་གིས་དཔྱད་ཞིབ་བྱས་པའི་བརྒྱུད་རིམ་གྱི་ཐོག་ནས་འོས་བསྡུ་སྐབས་ནང་འཆར་གཞི་གླེང་གི་མེད་པ་ཡིན་ན་མ་འོངས་པ་ལ། མི་འདི་དང་མི་འདི་ལ་རྒྱབ་སྐྱོར་བྱེད་མཁན་ཚོ་ལ་རྫུས་ཁུ་བཙུགས་རྗེས་ཁ་བཏང་ཡག་གི་ང་ཚོ་ལ་བདག་དབང་ཡོད་མ་རེད། ང་ཐག་རང་ལ་གནས་བསྡད་གི་ཡོད་ད། ང་ཚོ་གི་མི་གཞན་པ་ཚོ་ལ་གཅིག་གཅིག་གཅིག་བྱེད་གི་འདུག་གཉིས་གཉིས་གཉིས་བྱེད་གི་འདུག་བྱས་རྗེས་ཁ་བཏང་ཡག་གི། ལང་ཀ་ལྷག་ཡོད་མ་རེད་ད། འདི་ཆབ་སྲིད་རེད་ཆབ་སྲིད་གང་ལོག་ལ་སུ་ཡིན་ན་སོ་སོ་གི་རང། ཐོབ། གཞན་སྒེར་རེ་བ། རང་ཐོབ་ཡ་ཆེད་དུ་ལ། ག་རེ་ཡིན་ན་བེད་སྤྱོད་གཏང་གིར་ག་རེ་ཡིན་ན་ལས་ཀིར་བ། ད་ག་ནང་བཞིན་ཅིག་གིས་ང་ཚོ་ངོས་ན་ནས། ང་རང་ཚོའི་འོས་མི་ཐོབ་ཡ་ཆེད་དུ་ལ་ག་རེ་ཡིན་ན་བྱེད་དགོས་དགོས་ར་གཙོ་ཆེ་ཤོག་གན་ཁིས་དགོས་དགོས་ར་བ། སོང་ཙང། ད་ག་རང་ཡིན་ད། མ་འོངས་པ་ལ་ར་བ། འོས་བསྡུ་གི་རྒྱུ་འབྲས་ག་རེ་ལས་པ་ཡིན་ན་རྫུ་གུ་བཅུ་བཅས་ཨ་ནི། མི་དེ་གི་ཕྱུག་ཤ་མི་དེ་ལ་རྒྱབ་སྐྱོར་བྱེད་མཁན་ཕྱུག་གཅིག་རེད་གཉིས་རེད་བྱས་བྱས་ཁ་བཏང་ཡག་གི། སུ་གཅིག་ལ་བདག་དབང་ལྷག་ཡོད་མ་རེད་ད། ད་རེས་སྲིད་སྤྱི་གཉིས་གི་འོས་བསྡུ་སྐབས་ན་ལོར་བོད་མི་དམངས་ཚང་མ་ལོ་བོད་མི་རིགས་ཚང་མ་ལོ་ལ་བདག་དབང་སྤྲད་ཡོད་རེད་སོ་སོ་སོ་ལ། འདམ་གཡག་གི་ཐོབ་ཐང་སྤྲད་ཡོད་རེད་སོ་སོ་སོ་ལ་རྒན་ཁྱི་གཡག་གི་ཐོབ་ཐང་སྤྲད་ཡོད་རེད། བདག་དབང་འདི་དང་ཐོབ་ཐང་འདིའི་གང་ལོག་ལ། རྒན་མ་ཁྱི་བ་བྱེད་ཀླད་པ་བེད་སྤྱོད་མ་བཏང་བ་བྱེད། ཨ་རེད་འདུག་ཅེས་ཅེས་ཅེས་ཅེས་སྐད་འཕྲིན་འདི་ཚོ་ནང་ལོག་ལ་ཁ་རྒྱག་པ་ར་ཤེས། གཉེན་པོ་ར་ཤེས། བྱས་ནས་བསྡད་པ་ཡིན་ན།

ཁོང་ཚོ་ལ་གལ་ཆེ་ཤོས་སྐྱབས་མགོ་རུམ་ཆེད་ལས་གལ་ཆེ་ཡག་དེ་སྲིད་སྤྱི་གཉིས་ཀྱི་འོས་བསྡུ། དེའི་ནང་ནས་ལས་ཐོག་གི་སྲིད་སྐྱོང་ཁོང་ཚོ་ལ་གལ་ཆེ་ཤོས་རེད་ཤ་ཐོ་ཆེ་ན། ཁྱོད་རང་ཚོ་མ་འོངས་པ་ལོ་བཅུ་མོ་གོ་ལུག་ཉི་ཤུ་སུམ་ཅུ་དང་དོད་ཡིན་ན་ཁྱོད་རང་ཚོ་གི་སྔོན་བསྟན་གྲུབ་པ་ཤོ་ཆེ་ཆེ་སྨོན་ལམ་རྒྱག་ཡ་ཡིན་ད། དང་དོད་ཡིན་ན་ཁྱོད་རང་ཚོ་གི་སམ་ཤ་བ་ནང་བཞིན་ཨ་ནི་ལས་ཐོག་གི་སྲིད་སྐྱོང་སྤེན་པ་ཚེ་རིང་ལོ་ཉི་ཤུ་སུམ་ཅུ་བར་དུ།

དེའི་ནང་ནས་ལྷག་པར་དུ་ང་རང་ཚོ་གི Grameen Award གནང་དེ་ངེད་ཀྱི་ཚོགས་ཆུང་ཁོང་ཚོ་ལ་ཐུགས་རྗེ་ཆེ་ཞུ་ཡག་གི་དུས་ཚོད་ཅིག་རེད་བ། ད་ཁ་ནང་བཤད་ཅིག་གི་རྡ་རམ་ས་ལ་ལ་རྒྱ་མིས་སོག་པ་ཡུན་རིང་པོ་འདི་གམ་ཅིག་བཞུགས་བསྡད་ཡོད་རེད་དེ་འདྲའི་སྒང་ལོ་ལ་ང་ཚོ་བདེ་སྲུང་ལས་ཁུངས་ངོས་ནང་ནས་ག་རེ་གནང་ཡོད་རེད་ག་བ་ལ་འཆུག་གི་ཡོད་རེད་ཧ། མ་འོངས་པ་ལ་དེ་ལས་ལྷག་འཕྲོས་ཀྱི་གནང་ཡག་གི་ག་རེ་ག་རེ་ཡོད་རེད།

སྤེན་པ་ཚེ་རིང་ཐོབ་རེད་ཅེས་ནི་བཤད་ཡོང་དུས། འདི་གི་མཚན་ཉིད་དང་འདི་གི་ངོ་བོ་དེ། ཁྱོད་རང་ཚོ་དྲན་འདི་ཚོ་འོས་རྐུ་མ་རྒྱག་མཁན་འོས་མ་བི་བཤད་མཁན་ཡིན་པ་དེ་ཐག་ཆེར་བ། ཁྱོད་རང་ཐག་ཆེར་ད། ངས་འགྲོ་ག་ལ་མོ་ཁྱོད་རང་ལ་གོས་རོགས་ད་ལྟ་ཕ་ཐུག་ངེད་ཀྱི་མཚན་བཀོད་ངེས་འདི་འདྲས་སྙམ་འདོད་ལ། འདི་འདྲས་བྱེད་ཆེད་ངས་སྐད་ཅིག་བཤད་མྱུང་མེད། ཨ་རེ། ཁྱོད་རང་འདྲ་པོ་ཅིག་གདོང་པ་བསྟན་ཅིག་ངའི་མདུན་ལ་ཡར་ཤོག་ད།

ད་རེས་འདིའི་ནང་ལོགས་ལ་ཐད་ཀ་རྒྱང་བཞིན་འདིའི་རྒྱུད་ཆེ། ང་དང་ང་འདྲ་བོ་ལྟ་བ་ལང་ཆོས་ཁྱི་དེ་ངས། ཚང་མ་ལོགས་ལ། ལྷག་པར་དུ་ང་དང་ང་འདྲ་བོ་ཟ་གི་ཡོད་སྟབས་སྐད་ཆ་ཡག་པོ་ཞིག་ཉན་ཨ། ང་དང་ང་འདྲ་བོ་ཅིག་གི་ལྟ་བ་ཁྱི་ངས་ཚང་མ་ལོགས་ལ། སྙིང་དགོས་རིག་པ་གཏིང་ནས་མཐོ་རྒྱུ་ཆེ་དང་བཀའ་དྲིན་ཆེ་ཞུ་ཡ་ཡིན་རེད་བ། རྣམ་པ་ཚོགས་ཀྱིས། བསམ་མནོ་བཏང་སྟངས་དང་རྣམ་པ་ཚོགས་ཀྱིས། ཉིས་སྟོང་ཉི་ཤུ་རྩ་དྲུག་ནང་རོགས་ལ་འོས་བསྡུ་སྐབས་ནང་ལའི་འཆར་གཞི་གླེང་སྟངས། འོས་བསྡུ་དེ་བསྒྲགས་བཅས་དགོངས་པ་བཞེས་སྟངས། འདི་གི་རྐྱེན་གྱིས་ད་རིང་ང་ཚོ། འགྲོ་ཁ་ལམ་འོག་འདྲ་བོ་འདི་འདྲས་ཀྱི། སྐད་ཆ་འདི་འདྲས་མཚན་འདི་འདྲས་ཀུན་ནི་མཐོང་བདེ་ཡག་དང་ཀློག་བདེ་ཡག་དང། མ་འོངས་པ་ལ་ང་ཚོ་སྐད་ཆ་འདི་འདྲས་གོ་ནི་བསྡད་བདེ་ཡག་གི་གནས་ཚུལ་ཅིག་ང་ཚོ་སྤྱི་ཚོགས་ནང་ལ་གཏན་བདེ་ཆགས་ཀྱི་རེད།

རེད་བ། ད་ག་ནང་བཤད་ཅིག་གི་བོད་སྤྱི་པ་ཁོ་ན་ལ་བོད་མི་མང་ཁོ་ན་ལ་སྐད་འཕྲིན་རྒྱུད་རིམ་ཐོག་ནས། དེ་ག་རྒྱང་སྲིད་ཀྱི་རྒྱུད་རིམ་ཐོག་ནས་དག་པ་རེ་ཤིག་ངེད་ཀྱི་བཤད་བསྡད་གི་ཡོད་དབྱེ་བ་མེད་པ་ཐོག་ནས་བཤད་གི་ཡོད་ཡིན་འདུག་ད་རིང་གི་སྐབས་འདིའི་ནང་ལོགས་ལ་ང་ཚོ་དངོས་གནས་དྲ་ནས་ངོ་ཚ་ཡ་གཅིག་དང། ང་ཚོ་དངོས་གནས་དྲ་ནས་ལས་རྒྱུ་འབྲས་རྩིས་མ་ཤེས་ངེས། ནང་པའི་ཆོས་ལ། ཆོས་ཀྱི་རྗེས་འབྲང་པ་ཡིན་ལ་ཡ་ལ་ངོ་ཚ་དགོས་ཡ་རེད་ང་ཚོས་བོད་མི་སྤྱི་ཡོངས་ལ་བཤད་དགོས་ད་ངས་བོད་མི་སྤྱི་ཡོངས་ལ་རེད་བ། ད་ལྟའི་སྐབས་གནའ་ལོ་ལ་ང་རང་ཚོ། སྐྱ་སྔོ་རུམ་བཅས་ལ་བྱ་དགའ་གསོལ་རས་དེ་འདྲའི་ཡག་པོ་དེ་འདྲའི་ཆེན་པོ་ཅིག་རག་བསྡད་འདུག་དགའ་བོ། སྐྱིད་པོ་བཏང་ཡག་གི་དུས་ཚོད་ཕག་ཞག་ནི་འགྲོ་ཁ་སླ་མོ་འདྲ་བོ་འདི་འདྲའི་མི་རེ་ཟུང་ཅིག། ཨ་ནི་འོས་བསྡུ་འདི་སྲིད་སྤྱི་གཉིས་ཀྱི་འོས་བསྡུ་གལ་ཆེ་ཨ། དེའི་ནང་ནས་སྤེན་པ་ཚེ་རིང་གེ་ཅི་ཡང་བརྩིས་ནས་འགྲོ་དེ་ངས་དེ་འདྲས་ཡོད་རེད། རྡ་རམ་ས་ལ་ལ་རྒྱ་མི་སོག་པ་ཡུལ་རིང་པོ་དེ་སྒམ་གཅིག་བསྡད་བསྡད་ཡོད་རེད། ང་རང་ཚོ་སྐྱབས་མགོ་རུམ་ཚེ་གི་དངོས་གནས་དྲ་གནས་སྐུ་སུ་དང་བསྒྲགས་རྗེས་སེམས་ཁྲལ་ཡོད་མ་རེད། ང། ང་ཚོ་ལ་སེམས་ཁྲལ་ག་རེ་ཡོད་རེད་སྲིད་སྤྱི་གཉིས་ཀྱི་འོས་བསྡུ་འདི་སེམས་ཁྲལ་འདུག།